བོད་ཀྱི་ལོ་རྒྱུས་གསལ་བའི་གཏམ་སྲིད་པའི་མེ་ལོང། ཕོ་བྲང་འུ་ཞང་དོ། དཔེ་མེད་བཀྲ་ཤིས་འཕེལ་གྱི་གཙུག་ལག་ཁང། ཕོ་བྲང་འུ་ཤང་དུ་དཔེ་མེད་བཀྲ་ཤིས་དགེ་འཕེལ་གྱི་གཙུག་ལག་ཁང་ནི། བོད་ཀྱི་བཙན་པོ་མངའ་བདག་ཁྲི་རལ་པ་ཅན་གྱིས་གསར་བཞེངས་མཛད་པ་ཞིག་ཡིན། སྤྱིར་བཙན་པོ་རལ་པ་ཅན་ནི་ཆབ་སྲིད་དང། ཆོས་ལུགས་ཀྱི་གནད་དོན་ཙམ་མ་ཡིན་པར། འཛུགས་སྐྲུན་དང། ལག་རྩལ་གྱི་ཕྱོགས་ལ་ཡང་ཐུགས་སྣང་ཆེན་པོ་མཛད་མཁན་ཞིག་ཡིན། ཁོང་སྐུ་ན་གཞོན་དུས་ནས་བཟུང་སྟེ་ཕོ་བྲང་ཡུམ་བུ་བླ་མཁར་དང། ཕོ་བྲང་པོ་ཏཱ་ལ། ར་ས་འཕྲུལ་སྣང་གི་གཙུག་ལག་ཁང། བསམ་ཡས་གཙུག་ལག་ཁང་སོགས་ཡབ་མེས་གོང་མ་རྣམས་ཀྱིས་ཤུལ་བཞག་མཛད་པའི་འཛུགས་སྐྲུན་ཁག་ལ་ཐུགས་སྣང་ཆེན་པོས་གཟིགས་ཞིབ་མཛད་ཀྱི་ཡོད་པ་རེད། བཙན་པོ་རལ་བ་ཅན་གྱིས་སྔོན་གྱི་ལྷ་ཁང་དང་གཙུག་ལག་ཁང་རྙིང་པ་དེ་དག་ལ་གཟིགས་ཞིབ་མཛད་པའི་སྐབས། དེ་དག་གི་ཕྱི་ཚུལ་གྱི་མཛེས་སྡུག་ཙམ་མ་ཡིན་པར། ཕྱི་ནང་གི་བཀོད་པ་དང། ནང་གི་རྟེན་བཞེངས། རྒྱ་ཁྱོན། ཐུན་མོང་མ་ཡིན་པའི་མཛེས་ཆ་འདོན་ལུགས། མཚོན་དོན་སོགས་ལ་ཕྱོགས་ཡོངས་ནས་རྟོག་ཞིབ་མཛད་ཀྱི་ཡོད་པ་རེད། ཡབ་མེས་གོང་མ་རྣམས་ཀྱི་སྐུ་དུས་སུ་བཞེངས་པའི་གཙུག་ལག་ཁང་དེ་དག་ནི། སྒྱུ་རྩལ་གྱི་གསར་གཏོད་དང། འཛུགས་སྐྲུན་ལག་རྩལ་གྱི་རིན་ཐང་ཆེན་པོ་ལྡན་པ་ཞིག་ཡིན་པ་མ་ཟད། བོད་ཀྱི་རིག་གཞུང་གི་ལྟེ་གནས་དང། བསམ་བློའི་བདེ་སྐྱིད་ཀྱི་གཞི་རྟེན་ཞིག་ཏུ་གྱུར་ཡོད་པའི་ཐུགས་ཚོར་གཏིང་ཟབ་བྱུང་ཡོད། དེར་བརྟེན། རང་གི་ཡབ་མེས་གོང་མ་རྣམས་ཀྱི་གཙུག་ལག་ཁང་རྙིང་རྒྱུན་དང། ཞིག་རལ་དུ་གྱུར་པའི་རིགས་མང་པོར་ཞིག་གསོས་མཛད་པ་དང་མཉམ་དུ། གཙུག་ལག་ཁང་དེ་དག་ཏུ། དགེ་འདུན་པའི་གྲངས་དང་སྤུས་ཚད་གཉིས་ཀ་འཕེལ་རྒྱས་སུ་བཏང་བའི་ཐོག། འཆད་ཉན་སློབ་གཉེར་གྱི་ལམ་སྲོལ་འཐུས་སྒོ་ཇེ་ཚང་དང་ཕུན་སུམ་ཇེ་ཚོགས་སུ་བཏང་སྟེ། གཙུག་ལག་ཁང་མང་ཆེ་བ་ནི། མིང་དོན་མཚུངས་པའི་སློབ་གཉེར་གྱི་ལྟེ་གནས་ཤ་སྟག་ཏུ་གྱུར་བར་བརྟེན། བོད་མི་སྤྱི་ཡོངས་ཀྱི་བསམ་བློའི་འདུ་ཤེས་ཁྲོད་དུ་ལྷ་ཁང་དང། གཙུག་ལག་ཁང་ནི་མི་རིགས་རང་གི་རིག་གཞུང་གི་ཕ་མཁར་གཙོ་བོ་ཞིག་ལ་ངོས་འཛིན་ཐུབ་པའི་གོ་རྟོགས་ཟབ་མོ་ཞིག་བསྐྲུན་ཐུབ་ཡོད་པ་རེད། བཙན་པོ་རས་པ་ཅན་རང་ཉིད་ཀྱིས་ཀྱང་ཕོ་བྲང་དང་གཙུག་ལག་ཁང་ཁྱད་པར་བ་ཞིག་བཞེངས་རྒྱུའི་དགོངས་པ་ཞིག་སྔོན་མ་ནས་ཡོད་པ་མ་ཟད། ཕོ་བྲང་དང་གཙུག་ལག་ཁང་དེ་ནི་ཡབ་མེས་གོང་མ་དག་གི་ཕོ་བྲང་དང་གཙུག་ལག་ཁང་ལས་ཀྱང་ཁྱད་ཆོས་དུ་མས་ཁྱད་པར་དུ་འཕགས་པ་ཞིག་བཞེངས་རྒྱུའི་གྲ་སྒྲིག་མཛད་ཡོད་པ་རེད། བཙན་པོ་རལ་པ་ཅན་གྱིས་གསར་དུ་བཞེངས་རྒྱུར་འཆར་གཞི་འདིང་བཞིན་པའི་ཕོ་བྲང་དང་གཙུག་ལག་ཁང་དེ་ནི། ཡོངས་གྲགས་སུ་ཝུ་ཞང་རྡོ་དཔེ་མེད་བཀྲ་ཤིས་དགེ་འཕེལ་གྱི་གཙུག་ལག་ཁང་ཞེས་བྱ་བ་དེ་ཡིན་ལ། གཙུག་ལག་ཁང་དེ་ནི་བཟོ་བཀོད་དང། རྒྱ་ཁྱོན་གང་ཅིའི་ཐད་ནས་ཕོ་བྲང་སྔོན་མ་དག་དང་མ་འདྲ་བའི་ཁྱད་ཆོས་ལྡན་པ་ཞིག་ཏུ་གྱུར་ཡོད་པ་རེད། ཕོ་བྲང་དེ་ཉིད་ཐོག་བརྩེགས་དགུ་ལྡན་ཞིག་ཡིན་པའི་ཐོག་འོག་ཐོག་གསུམ་རྒྱུ་ཆ་རྡོ་ལས་བཞེངས་པ་དང། བར་ཐོག་གསུམ། རྒྱུ་ཆ་གསར་པ་ལས་བཞེངས་པ། སྟེང་ཐོག་གསུམ། རྒྱུ་ཆ་ཤིང་ལས་བཞེངས་པ་ཞིག་ཡིན་ལ། ཕོ་བྲང་ཡང་སྟེང་གི་རྒྱ་ཕིབས་རླུང་གིས་བསྐྱོད་པའི་སྐབས། ཕོ་བྲང་གི་སྟེང་ཁང་རྣམས་དུག་བསྐོར་བ་ལྟར་ངང་གིས་འཁོར་ཞིང། མཛེས་སྡུག་གི་ངོ་མཚར་ཀླུ་ཡུལ་དུ་མི་ཤོང་བ་ལྟ་བུ་ཞིག་ཡིན། བཙན་པོ་རལ་པ་ཅན་གྱིས་ཐོག་མར་ཕོ་བྲང་འདི་ཉིད་བཞེངས་རྒྱུའི་ལས་འཆར་འདིང་བའི་སྐབས། བློན་པོ་མང་པོ་ཞིག་གི་བློ་ལ་དེ་ཙམ་འཇུག་པོ་ཡོང་གི་མེད་ལ། དེ་ནི་དགོས་མེད་ཀྱི་ལས་གཞི་འཕར་མ་ཞིག་རེད་ཅེས་བློན་པོ་འགའ་ཤས་ཀྱིས་བཙན་པོ་ལ་དངོས་ཤུགས་བརྒྱུད་གསུམ་ནས་བསམ་འཆར་ཞུ་མཁན་ཡང་བྱུང་ཡོད། ཕོ་བྲང་དང། གཙུག་ལག་ཁང་གསར་པ་བཞེངས་རྒྱུར་འདོད་པ་མེད་མཁན་གྱི་བློན་པོ་དེ་རིགས་ནི། ཆོས་ལུགས་ལ་དད་འདུན་མེད་པ་དང། རྒྱལ་པོའི་ཆབ་སྲིད་ཀྱི་ལས་དོན་ལ་རྒྱབ་སྐྱོར་མེད་མཁན་དེ་འདྲ་མིན་ཡང། མཚན་མོ་སྔོན་མ་རིམ་བྱོན་གྱིས་ཕོ་བྲང་དང་གཙུག་ལག་ཁང་མང་པོ་ཞིག་བཞེངས་ཟིན་པས། རྒྱལ་ཐོག་རེར་ཕོ་བྲང་དང་གཙུག་ལག་ཁང་རེ་ངེས་པར་བཞེངས་དགོས་པའི་རྒྱུ་མཚན་མཐོང་གི་མེད་ལ། མཐོང་ཚུལ་དེ་ནི་སྒེར་པའི་མཐོང་ཚུལ་ཙམ་མ་ཡིན་པར། སྤྱི་ཚོགས་ཀྱི་དཀའ་ཁག་མང་པོའི་རྒྱབ་ལྗོངས་ཡོད་པའི་ལྷག་བསམ་གྱི་བསམ་འཆར་ཞིག་ཀྱང་ཡིན་སྲིད་པ་རེད། འོན་ཀྱང། བཙན་པོ་རལ་པ་ཅན་གྱིས་གཙུག་ལག་ཁང་གསར་བཞེངས་ཀྱི་ལས་གཞི་དངོས་སུ་མགོ་འཛུགས་མཛད་པར་མ་ཟད། དེ་སྔའི་གཙུག་ལག་ཁང་གང་དང་ཡང་མི་འདྲ་བའི་ཁྱད་པར་བ་ཞིག་བཞེངས་པས། ཝུའུ་ཞང་དོ་དཔེ་མེད་བཀྲ་ཤིས་དགེ་འཕེལ་གྱི་གཙུག་ལག་ཁང་ཞིག་ཤིན་ཏུ་སྙན་གྲགས་ཆེན་པོར་གྱུར་ཅིང། དུས་སྐབས་ཤིག་ལ་གཙུག་ལག་ཁང་དེ་ནི་བོད་ཀྱི་ཆོས་སྲིད་ཀྱི་ལྟེ་གནས་གཙོ་བོ་ཞིག་ཏུ་གྱུར་པ་རེད། གཙུག་ལག་ཁང་འདིའི་སྟེང་ཐོག་གསུམ་དུ་སྐུ་གསུང་ཐུགས་རྟེན་བཞུགས་པ་དང། བར་ཐོག་གསུམ་དུ་རྒྱ་གར་གྱི་པཎ་ཏྲི་ཏ། བོད་ཀྱི་ལོ་ཙཱ་བའི་གཙོས་དགེ་འདུན་གྱི་སྡེ་རྒྱུན་བཞུགས་མཛད་དེ་འཆད་ཉན་སློབ་གཉེར་དང་སྒྲ་སྒྱུར་གྱི་བྱ་བ་གཙོ་བོར་མཛད། འོག་ཐོག་གསུམ་དུ་བོད་ཀྱི་རྒྱལ་བློན་རྣམས་བཞུགས་ཏེ་འཇིག་རྟེན་སྲིད་ཕྱོགས་ཀྱི་བྱ་བས་འབངས་མི་སེར་རྣམས་བདེ་སྐྱིད་ཀྱིས་སྐྱོང་བར་མཛད། ཕོ་བྲང་དང་གཙུག་ལག་ཁང་དེ་ནི་སྤྱིར་བཏང་གི་ཕོ་བྲང་དང་གཙུག་ལག་ཁང་ཞིག་མ་ཡིན་པར། བོད་ཀྱི་ཆོས་སྲིད་རིག་གནས་ཀྱི་ལྟེ་གནས་གཙོ་བོ་ཞིག་ཏུ་གྱུར་ཡོད་པའི་ཐོག་ཕྱི་ནང་གི་བཀོད་པ་ནི་འཇིག་རྟེན་ན་འགྲན་ཟླ་མེད་པ་ལྟ་བུའི་མཛེས་སྡུག་ལྡན་ཞིང། ཕུན་སུམ་ཚོགས་པའི་ཁྱད་ཆོས་སྣ་ཚོགས་འཛོམས་པ་ཞིག་ཡིན་པ་དངོས་སུ་མཐོང་བ་ན། ལས་འཆར་དེ་ལ་མོས་མཐུན་མེད་པར་དགག་བྱ་བྱེད་མཁན་གྱི་བློན་པོ་མང་པོས། རང་གི་ལྟས་ངན་ལྟ་ཚུལ་ནོར་འཁྲུལ་ཅན་དང། མིག་རྒྱང་ཐུང་བའི་བསམ་ཚུལ་ལ་གནོང་འགྱོད་ངང་བཤགས་སྡོམ་དང་བཅས། བཙན་པོའི་དངོས་མཐོང་གི་གྲུབ་འབྲས་ལ་བསྔགས་བརྗོད་རྒྱ་ཆེར་ཞུས་ཡོད། ལོ་རྒྱུས་ཀྱི་གོད་ཆག་སྔ་ཕྱི་རིམ་པའི་འོག་སྔ་མོའི་ཕོ་བྲང་དང་གཙུག་ལག་ཁང་མང་པོ་ཞིག་ལ་གཏོར་བཅོམ་ཕྱིན་ཡོད་པ་ལྟར། ཕོ་བྲང་འུ་ཞང་དོ་དཔེ་མེད་བཀྲ་ཤིས་དགེ་འཕེལ་གྱི་གཙུག་ལག་ཁང་ཡང། ལོ་རྒྱུས་ཀྱི་འགྱུར་བ་དང་གོད་ཆག་རིམ་པའི་ཁྲོད་ཤུལ་མེད་དུ་གྱུར་པས། ད་ལྟའི་ཆར། ལོ་རྒྱུས་ཀྱི་གླེགས་བམ་ཁྲོད་བྲིས་པའི་དྲན་གསོའི་རི་མོ་ཙམ་ལས་ལྷག་མེད་པ་ནི། ཕངས་སེམས་ཆེན་པོ་བྱ་དགོས་པའི་གནས་ཤིག་ཡིན་པ་སྨོས་མ་དགོས། ཕོ་བྲང་དེ་དག་གི་ལོ་རྒྱུས་གླེང་བ་ལས། ཡབ་མེས་གོང་མ་རྣམས་ཀྱི་སྙིང་སྟོབས་དང། རིག་རྩལ་ཤུགས་ཀྱིས་རྟོགས་ཐུབ་པ་ཞིག་ཡིན་ལ། དེ་ནི། ཕོ་བྲང་འདི་དག་ངོ་སྤྲོད་ཞུ་དགོས་པའི་རྒྱུ་མཚན་གཙོ་བོའི་གྲས་ཤིག་ཀྱང་ཡིན།